ཁ་ཤས་ང་ལ་དྲིས་འདུག་དགེ་བཤེས་ལགས་ཁྱེད་རང་གཅིག་པུར་བསྡད་ཀྱི་ཡོད་ཟེར་ང་གཅིག་པུར་བསྡད་ཀྱི་ཡོད་ཟེར། Don't you feel lonely ཟེར་ག་ཅིག་འདུག་ཁྱོད། ཁེར་རྐྱང་གི་དཀའ་ངལ་གྱི་ཚོར་སྣང་དེ་ཡོང་གི་མི་འདུག་ཟེར། ང་ཁེར་རྐྱང་ཚོར་སྣང་བྱེད་ཀྱི་དུས་ཚོད་ཁོ་རང་མི་འདུག་ལ་ཟེར་མ་ཐུབ། དེ་ང་ཚོ་དཔེ་ཆ་སྦྱང་བའི་བཀའ་དྲིན་རེད་བ། དཔེ་ཆ་སྦྱང་བའི་བཀའ་དྲིན་རེད་བ་ང་ཚོ་དམངས་ཆ་གྲྭ་བ་དམངས་ཆ་ཁེར་རྐྱང་རེད་དེ་ཁེར་རྐྱང་ན་སེ་ན་མཁན་མི་འདུག་བ། ཁེར་རྐྱང་ན་སེ་ན་ན་དེ་འཚམས་པ་དུས་སུ་ན་དགོས་རོགས་ན་ཡས་མི་འདུག་བ། རེད་བ་ཁོ་བསྡད་ས་རིའི་ཕུག་ལ་བསྡད་ན་བསམ་བློ་སེམས་ཅན་ཐམས་ཅད་བཏང་བསྡད་ཡོད་རེད། མཉམ་དུ་ཡོད་རེད་བསམ་བློ་གི་ཁྱད་པར་རེད་མ་གཏོགས་ལུས་ཀྱི་ཁྱད་པར་མ་རེད། ཁོ་ཕྱི་རྒྱལ་དུ་བ་ལ་ཁོང་ཚོ་ཡར་ཐོན་ཞེ་བོ་ཅིག་ཡིན་ཟེར་གོ་རེད་དེ་ང་ཚོ་འདི་ཚང་མས་སྐུ་མདུན་གསུང་དང་འདི་ཚོ་བཤད་དུས། ཞེ་བོ་དོ་སྣང་བྱེད་ཀྱི་འདུག་མཐོ་རིམ་སློབ་གྲྭ་དེ་བ་ཕྱིན་ན་ཞེ་བོ་དོ་སྣང་བྱེད་ཀྱི་འདུག་བ། འདི་ཁོ་རང་ཚོ་ལ་ཡོད་མ་རེད་ད་དྲང་པོ་བཤད་ན། ཁོ་དངོས་པོ་རང་དངོས་པོ་ཡར་རྒྱས་ཁོ་རང་ལ་གཡེང་ནས་འགྲོ་བསྡད་ཡོད་རེད་མ་གཏོགས། ནང་གི་སེམས་ཀྱི་བདེ་སྐྱིད་མེད་ཙང་ད། Depression། སེམས་ཁུང་དུ་ཆུད་པའི་ན་ཚ། ལོན་ལི་ནེ་སི་ཁེར་རྐྱང་གི་ན་ཚ། Low Self Esteem ན་ཚ། རང་མཐོང་ཆུང་བའི་ན་ཚ། ན་ཚ་འདྲ་མི་འདྲ་སྣ་བུག་ཏུ་སེམས་མྱོས་གྱུར Depressions སེམས་ཁུང་དུ་ཆུད་པའི་ན་ཚ། ད་སེམས་ཐིམ་ནས་འདོད་པ་ཞིམ་ནས་བསྡད་རིང་ན་ཚ། དེ་ནས་ད་ང་དང་གཅིག་ག་མི་འདུག་བསམ་ནས་ཁོར་སོ་སོར་མཐོང་ལགས་པའི་ན་ཚ། དེ་ནི་ཁེར་རྐྱང་གི་ན་ཚ་ཞིག་དུས་ད་དཔལ་དུ་ལྡི་ལི་སོགས་རུ་བ་མི་ས་ཡ་ཉི་ཤུ་ཡས་མས་ཅིག་ཡོད་རེད་དེ་ཚོའི་ནང་ལ་ཁེར་རྐྱང་ན་ཚ་ན་འདི་ཡིན། རྒྱལ་ས་ཆེན་པོ་དེ་རིང་དང་ད་ང་ཚོ་ཡིན་ན་རྣམ་རྟོག་རེད་བ་ད། མི་སྟོབས་ནག་དེ་འདྲས་ཡོད་ས་ལ་ད་དེ་འདྲས་སོ་སོ་གཅིག་པུར་ཁེར་རྐྱང་ན་ས་ན་ནི། རེད་བ། དེ་བརྒྱུད་དུ་དུས་ཚོད་རིག་སྟེ་ཁོ་གང་ཚོ་སྨན་སྨན་དེ་ང་ཚོ་ལ་ཡོད་རེད་དྲང་པོ་བཤད་ན་དེ་ཚོ་ཚང་མ་འདྲི་ཤེས་རྒྱབ་ན། རེད་བ། ད་ཁོ་རང་ཚོས་རང་སྟོང་ཆེ་དྲགས། རང་སྟོང་ཆེ་དེ་ཁེས་ནས་པས་ལྟོ་ར་རྐྱང་རྐྱང་བཏང་ནས་བསྡད་གོག་འདུག་བ། ད་འདི་ཁྱེད་རང་ཚོ་ཡང་དོ་སྣང་བྱེད་དགོས་གཅིག་ཡོད་རེད་ད། ཨ་མི་རི་ཀ་དང་ས་ཆ་མང་པོ་ཅིག་ལ་ཟབ་ཟབ་མ་བྱས་ནས་དྲང་པོ་བཤད་ག་བྱས་ནས་རླུང་ལངས་འགྲོ་རེད། དྲང་པོ་བཤད་ན་མི་མི་དགའ་ཟེར་ཏེ་དངོས་གནས་རྒྱུགས་པོ་རྒྱུགས་པ་ཞུས་ན་ཁྱི་མི་དགའ་ཟེར་བ། དཔེ་འདི་ད་འདི་ཁོ་རང་ཚོའི་སྐད་ཆ་ཉན་དང་འདི་ཚོ་ད་བལྟས་ཚེ་ཤེས་དགོས་ཡོད་རེད་ད་གཙོ་བོ་གཙོ་བོ་དེ། དངོས་གནས་ཁོ་ལ་ཕན་སེམས་རང་བྱས་འགྲོ་ཡི་རེད་སྔོན་མ་ང་ཚོ་དེ་ཕ་སྐད་ཅིག་ཚུགས་རེད་ནོར་བུ་གླིང་ག་ལ་ཆོས་ཚོགས་ཆེན་པོ་ཅིག་ཚུགས་རེད་དེ་དུས་ད་ཆོས་ཚོགས་ཕྱི་རྒྱལ་ལ་ཆོས་ཚོགས་ཡོད་དེ་ངས་དེ་འདྲའི་བླ་ཆེན་མང་པོ་ཡོད་རེད་གདན་ས་བཀའ་བརྒྱད་མཁན་པོ་མཁན་ཟུར་ཡོད་རེད་ཨ་སྐྱབས་མགོན་རིན་པོ་ཆེ་ཕེབས་ཡོད་རེད་དེ་དུས་ད་ཕྱི་རྒྱལ་གྱི་ཆོས་ཚོགས་ཡོད་མཁན་ཁ་ཤས་ཅིག་གིས་ད་ཕྱི་རྒྱལ་གྱི་རིག་གཞུང་དང་ཕྱི་རྒྱལ་གྱི་བསམ་བློ་དེ་ཚོ་ཤེས་དགོས་པ་ཞེ་བོ་གསུངས་སོང་དེ་གནད་ཆེན་པོ་ཡིན་གྱི་རེད་ཨ་ཡིན་ན་སྐུ་མདུན་གྱི་བཀའ་སློབ་གནང་བ་ཀ་ལ་ཨོ་ད། རྦད་དེ་ཕྱི་རྒྱལ་ལ་ཆོས་བཤད་དགོས་ཡོད་ན་ཕྱི་རྒྱལ་གྱི་བསམ་བློ་དང་བཟོད་སྒོམ་བཞིན་ཞུ་ཤེས་དགོས་པ་ད་མང་པོ་ཤེས་སོང། ད་ཁྱེད་རང་ཚོ་གདན་ས་ནས་ཕེབས་མཁན་མཁན་པོ་མཁན་ཚོ་ཡོད་རེད་ད་ཁྱེད་ཚོ་བླ་རྒན་ཚོ་སེམས་ཤུགས་མ་ཆགས། ང་ཁྱེད་རང་ཚོ་མཉམ་དུ་ཡོད་ང་དེ་འདྲའི་གང་ཡང་ཤེས་ཀྱི་མེད་གསུངས་སོ་སྐུ་མདུན་གྱིས། ཡིན་ན་ངེད་ཀྱིས་ག་རེ་བྱེད་ཀྱི་ཡོད་ཟེར་ན་ད་མི་གཅིག་པ་རེད་སྙིང་རྗེ་ཁོ་ག་རེ་བྱས་ནི་མ་བྱས་ནི་མི་གཅིག་པ་རེད་བསམ་ནས་ཕན་སེམས་ཀྱིས་ཁེལ་ནས་བཤད་བཞག་དུས་ཕན་རྒྱུ་ཡོད་པའི་བཟོ་རུ་བཅུག་སྟེ་ད་ལྟ་བར་དུ། འགྲིག་བདེ་བའི་བཟོ་རུ་བཅུག་ཡོད་ད་གསུངས་སོང། ད་དེ་ཐང་ཅན་ངས་བཤད་ལེ་དེ་རེད་ངས་སྒྲུབ་བྱེད་དེ་རེད་སྐུ་མདུན་བཀའ་གནང་ཡོད་དེ་རེད། དེ་བཅུག་སྟེ་གལ་ཆེ་ཤོས་དེ་ཁོ་ཐག་གཅིག་འདུག་ཟེར། ད་ག་རེ་འགྲིག་པོ་བྱས་ནས་མ་བྱས་ན། སྐྱབས་མགོན། སྐྱབས་མགོན་རིན་པོ་ཆེས་འདི་གསུང་གི་འདུག་ང་ཚོ་སྙིང་རྗེ་དེ་སྙིང་རྗེ་བཅོས་མ་ཡིན་པའི་རྟགས་མཚོན་གཅིག་ལ། མི་སྐྱོ་བོ་ཐབས་ཆག་ཅིག་སླེབས་ན་སྙིང་རྗེ་རེད་ཅེས་སྐྱེས་ནས་ནི་ཁོ་དཔེ་ཤག་རེད་ཅེས་དེ་ཕྱི་ཁ་བྱེད་ཀྱི་འདུག་བ། ད་ཁོ་རྒྱུད་ཕྱུག་པོ་རེད་མིང་ཡོད་མཁན་ཅིག་ལབ་ན། སྙིང་རྗེའི་ཟུར་གང་རང་ཡོད་མ་རེད་ང་དེ་འདྲ་ཅིག་ཆགས་རོགས་བྱས་ནས་བསམ་ཡོད། ཁོ་འགའ་རེ་རྫིག་པོ་རེད་ཅེ་ན་ང་དེའི་ཟུར་དེ་བ་ཅིག་སྐྱོན་རོགས་བྱས་ནས་བསམ་ཡོད། ད་གཞན་དག་མེད་ན་ཁོ་གློག་བརྙན་འཁྲབ་མཁན་སྐད་གྲགས་ཆེན་པོ་རེད། ད་གཞན་མ་བྱུང་ན་ཁོས་གི་ས་ཡིག་དེ་ཅིག་རག་ན། ད་དེ་ཚོས་པའི་སྙིང་རྗེ་ཁྱོད་ནི་མེད་པའི་རྟགས་མཚན་རེད་ཤག། དངོས་གནས་བྱས་ན་ཁོ་ཚོ་གཅིག་བྱས་ན་ད་དུང་སྙིང་རྗེ་ཡུལ་ཤུགས་ཆེ་ཡ་བྱེད་དགོས་ཡས་ཤིག་རེད་ཤག། ད་མི་ཡི་པང་གོ་ཟེར་རོ་དེ་ཚོ་ཁོ་པ་ད་ཟག་ས་ལ་མ་ཟག་ནས། ཁོ་ཁོ་རང་ཁོ་རང་པ་མ་ཟག་ནས་ད་ཁོ་ལ་ཕྲག་དོག་འགྲན་སེམས་ཤུགས་ཆེན་པོ་ཞིག་རང་རང་ཡོད་ཀྱི་མ་རེད་དེ་ཉུང་ང་ཡོད་ཀྱི་རེད། ད་སྒང་ལ་ཅིག་ཡིན་སེང་དེ་ཚོ་ལ་ད་འགྲན་སེམས་ཡོད་རེད་ཕྲག་དོག་ཡོད་རེད་རེད་བ། རེད་བ་མི་དགེ་བའི་ལས་མང་ང་ཟག་གི་འདུག་བ་དེ་ཚོའི་རིགས་དེ་བརྒྱུད་དཔལ་འབྱོར་ད་མིང་གོ་ས་བེད་སྤྱོད་བཏང་ནས་དེ་འད་བྱེད་དུས་ཁོ་སྙིང་རྗེ་སྐྱེ་དགོས་ཡོད་རེད་ཞེས་གསུང་གི་འདུག་བ། རྒྱ་ཕྱོགས་སྐལ་བཟང་རྒྱ་མཚོའི་གསུང་ནང་ལ་ཡོད། མཐོ་དམན་སྐྱག་རྫུན་ཕོ་མོ་སུ་འདྲ་ལ་བལྟས་ཀྱང་ཆ་ལུགས་རྣམ་འགྱུར་ཕོ་གྲུབ་ཆེ་ཆུང་ཙམ་མ་གཏོགས་སྡུག་གི་མི་ཚེ་སྐྱེལ་བར་མཉམ་མཉམ་དུ་འདུག་པས་སྐལ་མཉམ་གྲོགས་བྱེད་རྣམས་ཀྱིས་སྣང་ཟུན་དུ་སྐྱོ་བ་ཟས་འཇོ་བ། མཐོ་བ་ལ་གཡག་སྟེ་དམའ་བ་ལ་འཇིག་རྟེན་ར་བ། སྐྱ་བོ་ལ་གཅིག་སྟེ་བཙུན་པ་ལ་གཅིག་སྟེ་མཐོ་དམན་སྐྱག་རྫུན་ཕོ་མོ་སུ་འདྲ་ལ་བལྟས་ཀྱང་ཁྱད་པར་གར་འདུག་ཟེར་ན་ཆ་ལུགས་ལྟས་སུ་མ་འདྲ་མ་འདྲ་ཡོད་རེད་ད་ཕོ་གི་མ་འདྲ་ཅིག་གོ་མོ་གི་མ་འདྲ་ཅིག་གོ་སྐྱ་བོ་མ་འདྲ་ཅིག་གོ་གྲྭ་བས་མ་འདྲ་ཅིག་གོ། རྣམ་འགྱུར་མ་འདྲ་འདྲ་ཅིག་ཡོད་རེད་ཁ་ཤས་གཉོམ་ཆུང་དོག་ཧོར་རེད་ཁ་ཤས་ཀྲོང་དོག་ཧོར་རེད། རེད་བ། ཆ་ལུགས་རྣམ་འགྱུར་ཕོ་གྲོབ་ཆེ་ཆུང་ཙམ་མ་གཏོགས་ཀྲོག་ཀྲོག་ཆེ་ཆུང་འདྲ་བོ་དེ་འདྲས་མ་གཏོགས། སྡུག་གི་མི་ཚེ་སྐྱེལ་བ་མཉམ་མཉམ་དུ་འདུག་བས་རེད་བ། ད་སྡུག་བསྔལ་གསུམ་དང་དྲུག་གར་ལབ་གིན་ན་དེ་འདྲས་གཅིག་གི་འོག་གཞན་དབང་དུ་སོང་ནས་འགྲོ་བདེ་བ་དེ་གཅིག་པ་དེ་འདྲས་བསམ་བློ་འཁོར་ཡོང་དུས། ཨེ་ནི་ཁོ་སྣང་ཚུལ་འདི་སྐྱོ་བ་ཟེར་དུས་དེ་སྙིང་རྗེ་སྐྱེ་དགོས་ཞི་ས་ཅིག་རེད་ཤག་ཞེས་གསུང་གི་འདུག་བ། གསུང་འདུག་བ་རྒྱ་ཕྱོགས་སྐད་སངས་རྒྱས་མཛོད་ཡག་པོ་ཞེ་པོ་ཅིག་གསུང་འདུག་བ། བ་དེ་འདྲས་གིས་གང་ལྟར་ངས་གར་ལབ་དགོས་རེད་ཟེར་ན་ད་ད། རྣམ་པ་ཚོས་འདི་འདྲའི་གསུང་བཤད་གནང་དུས་ད་འཚེ་མེད་ཞི་བའི་དུས་སུ་གསུང་བཤད་གནང་དུས་ཁོ་ནང་ཆོས་རང་ལ་འགྲེལ་བཤད་རྒྱབ་བསྡད་པ་ཁོ་གསལ་བོ་ཡོད་རེད། གསལ་བོ་ཡོད་དུས་དུས་སུ་པར་གཏིང་ཟབ་ཟེར་པར་འགྲེལ་བཤད་རྒྱག་ཡོད་ད། ཨ་ནི་སྐྱབས་མགོན་རིན་པོ་ཆེས་གསུང་གི་ཡོད་རེད་གཞན་དག་གིས་མཁས་པ་མང་པོས་གསུང་གི་ཡོད་རེད་ཁོ་འཚེ་མེད་ཞི་བའི་དུས་སུ་རྣམ་པས་ལྷག་པར་དུ་མི་ད་ཕན་ཚུན་འབྲེལ་བ་བྱས་དང་ལག་ལེན་བསྟར་རེས་དུས་སུ་འཚེ་མེད་ཞི་བའི་ལམ་ནས་འགྲོ་དགོས་ཡིན་པ་འདི་གསལ་བོ་ཞི་བོ་བྱས་དཔེར་ན་མིག་གི་ལུས་ཀྱི་གྲུབ་སྟངས་ཆ་བཞག་པ་ཡིན་ན་ཡང་རེད་བ། ཁོ་པས་དེ་ལག་པ་གཉིས་དེ་ཁོ་རིང་པོ་བྱས་ནས་གཅིག་གཅིག་གྲོགས་པོ་བྱས་དང་གཅིག་འཆམ་པོ་བྱས་དང། དེ་འདྲས་ཀྱི་ཆེད་དུ་བཟོས་བཤད་མ་གཏོགས་ཀྱི། རྡུང་རེས་བསད་རེས་བྱས་ཆེད་དུ་ཡིན་ན་དེ་རྫུ་གུ་ང་བོ་དེ་དགོས་ས་མ་རེད་རིག་རིག་ཅང་ཅང་གྱི་སྤྲད་བཞག་འདི་ཕ་ཤུལ་བཞག་ཞུ་སྡིག་རེད་བ་ཟེར་སྐུ་མདུན་གསུང་འདུག་འདི་ཅུང་མ་མཁས་པ་གཞན་དག་གི་དེབ་ནང་ལས་འདི་མཐོང་སོང། དག་ན་ཤིང་གི་སེམས་ཅན་ཞེ་འདང་མེད་པའི་སྲོག་འདི་ཡོད་བས་འདི་བཟོ་ཡ་སེམས་ཅན་བསད་ཡ་ཆེད་དུ་མ་རེད།

བོད་པའི་ཆོས་དང་རིག་གཞུང་སྲུང་སྐྱོབ་དང་ཆབ་དཔལ་ཆེད་ལ་གྲུང་པོ་བྱེད་དགོས་འདུག་ཟེར་གཞན་དག་མཁས་མ་རེད་འཕྲུལ་ཆས་བེད་སྤྱོད་དང་གྲུང་པོ་བྱེད་ཟེར་གོ་རེད། གང་ཟེར་ན་ང་ཚོ་མི་འབོར་ཉུང་ཉུང་རེད་དཔལ་འབྱོར་མཐུན་རྐྱེན་ཡོད་མ་རེད། བོད་པའི་གནས་ཚུལ་ཡིན་ན་རེད་ཆོས་དང་རིག་གཞུང་གི་གནས་ཚུལ་ཡིན་ན་རེད་ཁོ་ཆབ་དཔལ་ཆེད་ལ་ནུས་པ་གས་མེད་པ་དཔལ་འབྱོར་ཐོག་ནས་ད་གྲུང་པོ་བྱེད་ནས་འཕྲུལ་ཆས་བེད་སྤྱོད་བཏང་ན། ད་ཐེབས་ཇུས་གཅིག་གནས་ད་ཕར་ཁྱབ་འགྲོ་གི་འདུག་དེང་སང་རྒྱ་མི་ཁ་བརྡའི་ཆོ་ག་ཡོད་རེད་ད། ཐེབས་ཇུས་གཅིག་གནས་ན་ཁྱབ་ཐུབ་ཡོད་བཟོ་ཡོད་འདུག་བ། ད་དེ་བཟོ་ཡོད་རེད། དེ་འདྲའི་བོད་པའི་གནད་དོན་ཡིན་ན་རེད། ཆོས་དང་རིག་གཞུང་གནད་དོན་ཡིན་ན་རེད་དེ་ཚོ། ཁོ། མང་པོ་ཅིག་གིས་ང་རང་ཚོ་སོ་སོ་རང་གིས་ཡིན་གྱི་མིན་གྱི་བརྩམས་དགོས་ཡས་ཡོད་མ་རེད་སྐུ་མདུན་གསུང་གི་ཡིན་ན་རེད་གཞན་དག་དེ་འདྲའི་ཡིན་ན་དེ་ཚོ་ཕར་ཕྱོགས་བསྡུས་བྱས་ནས། ཨ་ནི་མང་པོ་ལ་ཁྱབ་སྤེལ་གྱིས་དེ་འདྲའི་ལས་ཀ་བྱེད་ཐུབ་གི་ཡིན་ན་དེ་ནུས་པ་ཞིབ་པོ་ཅིག་ཐོན་གྱི་འདུག་ངོ་བསྟོད་བྱས་ནས། ངས་ད་ལྟ་དཔེ་མཛོད་ཁང་ལ་དེ་ཚོའི་རིགས་ལ་ཅིག་ཤུགས་ཀྱིས་བརྒྱབ་ནས་བྱེད་བསྡད་ཀྱི་ཡོད་རེད། དེང་སང་འཛམ་བུ་གླིང་ནང་ལོགས་ལ། ནང་བོད་ཀྱི་མི་འབོར་ཆགས་བཞག་པ་ཡིན་ན་ཕ་ཆེ། ས་ཡ་ལྔ་བརྒྱ་ཡས་མས་ཀྱིས་བརྩི་གི་ཡོད་རེད། ས་ཡ་བཞི་བརྒྱ་ལྔ་བཅུ་ནས་ལྔ་བརྒྱ་ཡས་མས་ཀྱིས་བརྩི་གི་ཡོད་རེད། ད་དེའི་ནང་ལ་ད་ད་ད་ང་རང་ཚོའི་ནང་ལོག་བཤད་ན། སྐྱོན་མི་འདུག་མི་གཞན་དག་བཤད་པའི་ནང་ཁོ་རང་ཚོ་ཁོ་རང་ཚོའི་བསྔགས་བརྗོད་ཅིག་ཏུ་བསམ་སྲིད་ཀྱི་རེད་དེ་གང་ཅིའི་མདོ་དང་སྔགས་སྔགས་ནང་ལས་པའི་རྒྱུད་སྡེ་བཞི་ཀ་ཆ་ཚང་ཉམས་ལེན་ཡོད་དེ་ངེས་ཅིག་བོད་པར་མ་གཏོགས་ཡོད་མ་རེད། ད་དེ་ཡབ་རྣམ་པ་ཚོས་རིམ་པས་རིམ་པས་དོན་གཉེར་བྱས་ནས་རྒྱ་ནག་ལ་ཆོས་གང་འདྲས་སུ་དར་ཤག་རེད་བ་དེ་མིན་པའི་ལུང་པ་གཞན་དག་ཆོས་གང་འདྲས་དར་ཤག་དར་སྟངས་ཁོ་རང་ནས་ཁ་གྲགས་ཡོང་གི་རེད་དཔེར་ན་རྒྱ་ནག་ཆ་ཤ་བ་ཡིན་ན་དང་པོ་ཕར་གླེང་དོན་ནས་ནང་པའི་གི་ཆ་ཤས་ཆ་ཤས་ཆ་ཤས་དེ་འདྲས་གླེང་ནས། ཨ་མི་ཏཱ་བ་ཡིན་ན་རེད་ག་རེ་ཡིན་ན་དེ་འདྲའི་ཆ་ཤས་ཆ་ཤས་གླེང་ནས་དེ་མ་ཏོག་ཡོད་མ་རེད་འདི་ཞིབ་ཅིག་རེད་ཟེར་འགྲོ་དེ་ཡོད་རེད། ཨེ་ནས་སྡུག་ས་ལ་ལབ་ན་ཁ་ཤས་ཁ་ཤས་ཀྱིས་ཨ་མི་ཏཱ་བ་འདི་འཇིག་རྟེན་བཀོད་པ་པོ་རེད་ཟེར་བཤད་ནས་ང་ཉི་མ་གཅིག་ཚོགས་འདུ་ཞིག་ག་ལ་རྒྱག་རེས་ཤོར་འགྲོ་བྱས་བྱུང། ཁོ་ཨ་མི་ཏཱ་བ་འདི་དཔེ་འཇིག་རྟེན་བཀོད་པ་པོ་ཟེར་རེད་ལབ། ངས་ནང་ཆོས་ནང་དེ་འདྲས་ཡོད་མ་རེད་ཟེར་ཁོ་རླུང་ཞིབ་བསྟན་གི། འོ་དེ་འདྲས་རེད། སྤྱི་འཐུས་དེ་ཁོ་སྐད་མི་འདུག་ད་ང་ཚོ་དངོས་གནས་དྲང་ནས་བལྟས་མདོ་སྔགས་གཉིས་ཀ་རེད་བ། མདོག་སྣང་ལ་ཐིག་ཆེན་ཐིག་མེད་ལམ་ཆ་ཚང། དེའི་གང་ལ་སྔགས་རྒྱུད་སྡེ་ཞི་ཁ་ཆ་ཚང་དེ་ཡང་སྦས་ཏེ་སྔ་མ་བྱུང་རེ་ཟད་མེད་པ་བཅས་ད་ལྟ་ཉམས་ལེན་བྱས་ཏེ་ཡུན་དུ་བསྟར་ཏེ་གཟིགས་ཀྱི་ཞུ་ཅི་རེད་འདུག་དེ་ཚོ་ཆ་ཚང་བ་ཅིག་ང་ཚོ་ཡོད་པ་འདི་ད་ཁོ་གཞན་ལ་ངོ་སྤྲོད་བྱེད་དེ་གལ་ཆེན་པོ་རེད་འདུག་ད་རིག་གཞུང་རིག་གཞུང་ལབ་དུས་རིག་གཞུང་དེ་ལ་གཉིས་ཡོད་རེད་ཟེར་ལབ་རེད་རིག་གཞུང་ཁ་ཤས་ཡར་རྒྱས་འགྲོ་ཡོད་ལ་འགོག་རྐྱེན་མི་བྱེད་མཁན་རིག་གཞུང་གཅིག་དང་རིག་གཞུང་ཁ་ཤས་ཀྱིས་ཡར་རྒྱས་ལ་འགོག་རྐྱེན་བྱེད།

ཡིན་ན་དེ་དང་ཆབས་ཅིག་ཡང་བསམ་བློ་ཡག་པོ་མ་བཏང་ན་དུས་ཚོད་ཀྱིས་ཡང་སྤྱི་བཏང་མི་ཡི་ཡར་རྒྱས་འགྲོ་ཡས་ལ་འགལ་རྐྱེན་བྱས་པ་དེ་འདྲས་ཡོང་གི་ཡོད་རེད། རེད་བ། ད་ཁུ་འདི་ངས་འདི་གཙང་མ་རེད་ག་རེ་ཟེར་ན་ངའི་ཨ་མས་ཕོར་བ་རེད་ཟེར་བརྗོད་པ་ང་ཚོ། འདི་ནི་གཙང་མ་ཡིན་གང་ཟེར་ན་ངའི་ཨ་མས་ཕོར་བ་རེད་ཟེར་དེ་འདྲས་ལབ་བསྡད་ན་འགྲིག་གི་ཡོད་མ་རེད། བྱས་ཙང་ང་རང་ཚོའི་ཆོས་དང་རིག་གཞུང་བཟང་པོ་ཡོད་བསྡད་པ་དེ། ཡོད་པ་དེ། ད་འཛམ་བུ་གླིང་སྡིངས་ཆ་གང་ལ་བསྟན་ཐུབ་པ་ཅིག་ཡིན་གྱི་མིན་གྱི་དགོས་ཡས་རེད་ཤག། ངར་བ་དེ་མ་གཏོགས་གཞན་སྔོན་མ་སྐད་ཆ་བྱུང་ཡོད་རེད་དེང་སང་དེ་ཉེན་ཁ་ཡོད་རེད། ང་ཚོ་དགོན་པ་གྲྭ་ཚང་དེ་བར་ཚིག་གཅིག་དེ་ཚོས་ཡོང་དཔག་འདྲ་རྒྱབ་ཞིབ་བྱས་ཏེ་ང་ཚོ་ཞེ་བོ་ཡིན་མདོག་མདོག་བྱེད་ག་བྱེད། ཁོ་ཚོས་ད་ག་ཟེ་ཁོ་རང་ཚོས་དེབ་ཀྱི་པར་རྒྱབ་ཡོད་རེད། ཁྱེད་མཚར་བོ་འདུག་ཕ་རྒན་སྐྱིད་པོ་བྱུང་སོང་ཟེར་དེ་འདྲའི་དོན་ཡོད་དོན་དག་རེད། ང་ཚོ་གི་དངོས་གནས་དྲང་གནས་ཀྱི་སློབ་བུ་སློབ་གཉེར་ག་འདྲ་ཞིག་བྱེད་ཀྱི་ཡོད་མེད། རེད་བ། འཛམ་བུ་གླིང་ཞི་བདེ་ལ་ཁ་ཟས་ཕན་གྱི་ཡོད་མེད་དེ་འདྲའི་ཉམས་མྱོང་བྱུང་ཡིན། ཀོང་པོ་ཀོང་པོ་རེད་བ། རེད་བ། དེ་ཕྱིར་དུ་ཡང་འདི་འདྲའི་ང་ཚོས་ཧང་སངས་ནས་ཞུ་བྱེད་ཡིན་མདོག་མདོག་བྱེད་བསྡད་ན་འགྲིག་གི་ཡོད་མ་རེད་ད་ང་ཚོ་ཆོས་དང་རིག་གཞུང་ཡིན་སྐྱབས་མགོན་རིན་པོ་ཆེས་གསུང་གི་འདུག་ད་ང་ཚོ་ཡོད་ནི་ཞི་བ་ཅིག་ཡོད་རེད་ད་ཁྲོམ་འདྲ་པོ་དེ་སྟོན་ཐུབ་གི་མི་འདུག་བ་གསུང་གི་འདུག་བ་གབ་གཏུག་ཞུས་བ་ཡིན་ན། རྒྱུ་ཆ་དེ་ཡོད་རེད་བྱས་ཙང་ཁྲོམ་སྟོན་ཆོག་ཆོག་ད་སྟོན་དགོས་རེད་བ་མིལ་བར། ད་སྟོན་དུས་ཡང་མེད་ན་གེགས་ཀྱི་མ་འདང་ཡིན་ན་འདྲ་ཡང་མེད་ན་དེ་མིན་པའི་སེམས་ཤུགས་ཀྱི་མ་འདང་ཡིན་ན་སྟོན་མ་ཐུབ་བ་དེ་འདྲའི་ཆགས་འདུག་ཨཱ། གསུང་གི་འདུག་ཨ་ཅེ་ད་སྟོན་ཡས་དུས་ཚོད་སླེབས་བཞག་ཟེར་ཅིག་ཉར་ཡས་འདི་ད་སྟོན་ཡས་འདི་ཟངས་མ་དུས་ཚོད་སླེབས་བཞག་ཟེར། ད་ད་ཅི་ངས་རིག་གཞུང་གི་སྐད་ཆ་བཤད་ཡོང་དུས། རིག་གཞུང་ཡག་ཉེས་ལ་བལྟས་ནས་ཁ་ཤས་ཀྱིས་དཔེ་ཚགས་ཚུད་པོ་ཡར་རྒྱས་འགྲོ་བ་ཁ་ཤས་ཚགས་མ་ཆུད་པ་དེ་འདྲས་ཡོད་རེད་དཔེར་ན་ཆ་ཤ་འདུག་སུ་ཆགས་ཡོད་རེད་དཔེར་ན། ཐའི་ལེན་དུ་དང་མི་ལེ་ཤི་ཡ་དང་ཨིན་རྡུ་ནེ་ཤི་ཡ་དང་ཕི་ལི་པིན་སི་དང་ཨ་མི་རི་ཀ་དེ་ཚོ་ནང་ལ་ཡོད་དེ་ངེད་ཀྱི་རྒྱ་མིག་གིས་ད་མི་རིགས་གྲངས་འབོར་ཉུང་བ་དེ་འདྲས་ད་ཡོད་ས་རེད་ས་ཆ་དེ་ཚོ་ན་དེ་ཚོ་ཚང་མར་གི་དཔེ་དེ་ལས་ཀ་ཧུར་བརྩོན་དང་ཡང་རིག་གཞུང་བཅས་ཀྱི་ཁྱད་པར་དེ་འདྲས་ཡར་རྒྱས་མགྱོགས་པོ་འགྲོ་གི་འདུག་ཟེར་བར་དཔལ་འབྱོར་ཉེར་རྒྱས་ཟེར་བ་རེད་ཡར་མགྱོགས་པོ་འགྲོ་གི་འདུག་ཟེར། དེ་ག་ནང་ཤེས་དང་ད་བྷར་ཛིལ་དང་ཨ་མི་རི་ཀ་དེ་ཚོ་ནང་ལ་ཡོད་དེ་གི་དེ་ད་བྷར་ཛིལ་ཆགས་ཤ་བ་ཡིན་ན་ད་ཉི་ཧུང་བ་མི་བ་ཅས་སྔོན་མ་ནས་ཕྱིན་པ་ད། ས་ཡ་གཅིག་ལྷག་སོན་ཡོད་རེད། དེ་ལྟར་ཨ་མི་རི་ཀ་དུས་ཚོད་ནང་ལ་ཡང་ཉི་ཧོང་མི་ཡོད་དེ་ངས་དུས་ཚོད་དཔེ་ཡར་རྒྱས་ཞིག་བསྒྲུབ་ཀྱི་འདུག་རེད་བ། ད་ད་ནང་བཞིན་གྱི་ད་ལྟ་དེ Basque ཞེས་ཀྱི་ད་ལྟ་དེ་སྡེ་ཚན་གཅིག་ཡོད་རེད Spain གི་རེད་བ། དུས་ཚོད་རིགས་དེ་ཡང་ཁོ་རིག་གཞུང་གི་ཁྱད་པར་བྱས་ནས་ཡར་རྒྱས་ཆེན་པོ་འགྲོ་གི་འདུག་ད་ག་ནང་བཞིན་ད་ལྟ Jews མི་རིགས་གཅིག་འདུག་བ། དུས་ཚོད་ལུང་པ་ག་བ་ཕྱིན་པ་ཡིན་ན་ཁོ་ཚོས་ད་དཔེར་ན་ཨ་མི་རི་ཀ་ཆ་བཞག་པ་ན། མང་ཆེ་ཕྱུག་པོ་རྐྱང་རྐྱང་རེད Jews མི་རིགས་དེ་ཚོ།

ཡར་རྒྱས་ཆེ་རུ་ཆེ་རུ་ཞིང་རྣམས་མང་རུ་མང་རུ་འཛུགས་སྐྲུན་ཆེ་རུ་ཆེ་རུ་བྱས་ནས་ད་དེང་སང་མཐའ་ཚང་མ་སྦྲག་གི་སྐོར་དེ་ཡོད་དེ་ཁྱོད་ཚོས་བཀླགས་ཚར་དགོས་མ་རེད་དམ། མཐའ་ཚང་མ་སྦྲག་རེད། བཀླགས་ཚར་གི་ཡོད་མ་རེད། དེང་སང་ཁོས་དཀའ་ལས་བརྒྱབ་ནས་ལས་ཀ་བྱས་ནས་དེ་ཆགས་རེད་བ། བྱས་ཙང་རྗེའུ་ཡོས་མི་རིགས་དང་བོད་པའི་མི་རིགས་འདྲ་བོ་འདུག་ཟེར་ཁོང་དེ་ངོ་མ་ང་ཚོ་མཉམ་དུ་བགྲོ་གླེང་ཞི་དྲག་ཚུགས་རེད་རྡ་རམ་སོའི་འདུ་བ་ཡོང་ནས། རེད་བ། ད་ང་ཚོ་དེ་འདྲའི་འདྲ་བོ་ཡོད་མེད་གང་ཤེས། གང་ཅི་གང་ཅི་གར་ཟེར་ན་ཅིག། འདི་ཡོད་རེད་དཔེར་ན་ཆ་བཞག་ན་ཁོང་ཚོས་ཆོས་སྲུང་སྐྱོབ་གར་བྱེད་རོགས་ཟེར་ན་སྔོན་མ་ལྟར་རྗེའུས་ལྟོས་ཚོ་པས་ལོ་སྟོང་ཕྲག་མང་པོ་ས་དུང་ལ་འཁྱམས་བསྡད་རེད་བ། ས་ཆ་མེད་བ་བྱས་ནས་གནས་ངེས་མེད་བྱས་ནས་འཁྱམས་བསྡད་དུས་ཨེ་ནས་ཁོང་ཚོས་རྟག་པ་ཧོམ་ཅར་ཅུ་ཟེར་གྱི་རེད་གཟའ་ཉི་མ་རྟག་པ་ཚུགས་ཀྱི་རེད། གཟའ་ཉི་མའི་ལྷ་ཁང་ཟེར་ཚུགས་བྱས་ནས་དེའི་ནང་ལ་ཨེ་ནས་སོ་སོའི་མི་ཚེ་གི། སོ་སོ་གི་ད་ལུང་པའི་གི་ལོ་རྒྱུས། ཆོས་གི་ལོ་རྒྱུས་དེ་ཚོ་འབྲི་ཤེས་རྒྱབ་ལོ་གཞོན་པ་ལས་འབྲི་ཤེས་རྒྱབ་ཨེ་དེ་མཉམ་དུ་ཁ་ལག་ཟ་ཡི་རེད་བ་ད་དེ་འདྲས་བྱས་ཡོད་རེད་བྱས་ཙང་ད་ཉིད་ང་ཚོ་ལབ་ཡི་དེ་ལོ་གཞོན་པ་ཆོས་ལ་ཡིད་འཕྲོག་པ་ཡོང་ངེས་བྱས་དུས། རེད་བ་དུས་ཆེན་དེ་འདྲས་ལ་ཡང་སྐད་བཏང་ནས་འབྲི་ཤེས་རྒྱབ་ཁ་ལག་འདི་ཚོ་མཉམ་དུ་ཟ།

ལམ་སང་སེམས་ཤུགས་མ་ཞུམ་པ་བྱས་ནས་རེད་བ། དཔེར་ན་ང་ཚོ་བོད་པ་ཆ་ཞང་ལ་འདི་གསལ་བོ་ཞིབ་ཅིག་རེད་དཀའ་ངལ་ཞིབ་ཅིག་འཕྲད་ནས་ལམ་སང་དཔའ་ཞུམ་གི་མི་འདུག་བ་བོད་པ་ལས་སླ་བོ། དེ་ཡང་ང་ཚོ་ཡོད་རེད་ད། ལམ་སང་དགའ་ཆོག་ཆོག་སྡུག་ཆོག་ཆོག་དེ་འདྲ་རང་ཡོད་མ་རེད་བོད་པ། རང་དགའ་ཞེན་པའི་དེ་དགའ་ན་ལམ་སང་དགའ་འཕག་འཚག་ཞིབ་རྒྱབ་སྐད་རྒྱབ་ཏེ་འདུག་ན་ལམ་སང་མིག་ཆུ་བཏང་བྱས་འདུག་བ། ང་ཚོ་བོད་པ་ལས་སླ་བོ་མིག་ཆུ་བཏང་གི་མ་རེད་ད། རེད་བ། དེ་འདྲས་ཀྱི་ཡང་ང་ཚོ་ཁྱད་པར་འདུག་བ། དེ་ཚོ་རིག་བདེ་ཁོ། བསམ་བློའི་ནང་ལོགས་ལ་ཁོ་མི་གཅིག་བག་ཆགས་ཀྱི་འགྲོ་སྟངས་འདྲ་བོ་ཁོ་བརྟན་པོ་གཅིག་བཟོས་བཞག་པས་དེ་འདྲའི་ཁྱད་པར་འདུག་ཨང། འོ་དེ་འདྲའི་ཤ་སྟག་ཡིན་ན་ཡང་ཁོ་ཆོས་ལུགས་ཡིན་ན་རེད་སྒྲིག་གཞུང་ཡིན་ན་གང་རེད་ནས་གཅིག་རང་གཅིག་དེ་རང་ཡིན་ཟེར་ནས་དེ་བསམ་བློ་ཆུ་ནས་མ་ཏང་ཅིག་དམ་འཛིན་བྱས་བསྡད་ན་ཨེ་ནས་སོ་སོ་གི་མིང་རིན་ཐང་ལ་ཡང་གནོད་གི་འདུག་སྤྱི་ཚོགས་ནང་གི་སྒྲིག་འཛུགས་ལ་གནོད་གི་འདུག